ཡ། རྒྱུ་ལས། དེ་ནས་ཁྱོད་ཀྱིས་བགྲོ་གླེང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལྷན་རྒྱས་ཚང་མ་ལ་སྔ་དྲོ་བདེ་ལེགས་ཞུས་ཏེ་ཡང་དེ་རིང་ང་དང་སློབ་ཚན་པོ་སྒོ་ཟུག་ཡིན། ལྷར་བཅས་སྟོན་པ་སངས་རྒྱས་ཀུན་གྱི་ངོས་བརྒྱད་ཁྲི་བཞི་སྟོང་གཏམ་ཆོས་འབྱུང་ཨེ་ནཱས་འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ་སྤྲིན་ཆེན་བླ་མ་རྣམས་ལ་ཕྱག་འཚལ་ལོ། ཨེ་ནས། ད་སོང་པ་བསང་ན་གདངས་ནང་ཙོགས་ལ་དེ་ནས་ག་ཁྱེད་དེ་ན་ང་དང་མི་རྟག་དྲན་སྐུ་ལི་སྐོར་ལ། ཡང་མེད་ན་མི་རྟག་པ་སྒོམ་ཚུལ་ལི་སྐོར་ལ་ང་དང་གཞུད་འཇིགས་དང་ཡོངས་སུ་བསྟེན་ནོག་སོང་པ་བསང་ན་དེ་རིང་ང་དང་ཤོ་ལོ་ཀ་བཅུ་གཅིག་པའོ་བྱ་རུག། ཨེ་ནས་ག་ཤོ་ལོ་ཀ་བཅུ་གཅིག་པའི་ནང་ཅི་གསུངས་འདུག་ཟེར་ན། ངའི་ཉེ་དུ་ཡོད་ཁོར་བསྡུས་པ་ཡང། ལྷུང་ཆེན་པོས་ཤིང་ལོ་སྤུངས་པ་འདྲ། དར་གཅིག་ན་བཞི་རླུང་ཀུན་ཏུ་འཐོར། ལྷར་མི་འཛོམ་བསྡུས་པའི་མཐའ་མ་ཡིན་གསུངས་འདུག་ག་ལེ། ད་ལྟའི་ག་ན་ང་དང་ཅི་གསུངས་བསྟན་ནོ་ཟེར་ན་བདེན་པ། ཨེ་ནས་ག་ཁྱེད་དེ་ནང། ཨེ་ནས་ང་ག་ཁྱེད་དེ་ནང་ང་དང་ཁྱེད་དེ་ནང་དག་ས་ཧ་ལས་འཇིག་རྟེན་འདི་ག་མི་ཡུལ་འཇིག་རྟེན་འདི་ག་ང་དང་རང་རང་ཡུལ། ཡང་མིན་ན་རང་རང་ཡི་ལུང་པ། ཡང་མིན་ན་རང་རང་སོ་སོས་ཨེ་ནས་ཕ་ཡུལ་རེ་རེ་ནང་སྐྱེས་ཏེ་ཨེ་ནས་ག་གེ་ད་ན་རང་ཨ་ཕ་མ་རེ་རེ་ཨེ་ནས་རང་ཨ་དེ་སྣ་ཚོགས་ལ་ཕ་མིང་འབུ་ཤིང་སྔན་གྲུང་པོ་ཡུལ་མི་ཁྱིམ་མཚེས་སུ་མ་མང་པོ་ཞིག་ཧ་ལས་ཨེ་ནས་ང་དང་འཛོམས་ཏེ་བདེན་པ་ང་དང་རེ་མོ་བཅོས་ཏེ་སྐྱེས་ཏེ་ཨེ་ནས་བདེན་པ་ཏཱ་ལའི་བར་བརྒལ་དང་འབྱོར་བ་བཅུ་ཚང་པའི་མིའི་ལུས་སུ་རིན་པོ་ཆེ་ཨེ་ནས་ཐོབ་ཏེ་ཡོད་པ་བསམ་ན་ད་གདོད་སྤྱི་ཚོགས་ཤིག་གི་མཛོ་འོ་དེ་ཐོབ་གང་དུ་གེ་ད་ན་ང་དང་སྒོར་ལ་ཆ་མ་བཅུག་ཨ། དཔེར་ན་ང་དང་དེ་རིང་ག་ཨེ་ནས་ཕ་མ་ཞིག་ག་སྐྱེས་སྡད་དུ་ནོ་དེ་ཕ་མ་ཨ་ཁྱེར་དེ་ན་ང་དང་སྐྱེས་ཅག་སྤང་སྐྱེས་བར་བརྒྱ་ཕྲག་མང་པའི་སྔ་རོལ་ན་སྔན་ལ་དེ་ཕ་མ་ངུ་ན་ང་དང་སྐྱེས་ཅག་སི་ལ་བཟང་པོ་ང་དང་བསགས་སྡད་ཡོད་དེ་ང་དང་ཕ་མ་ཞིག་ག་སྐྱེས་སྡད་ནོ་ང་དང་འདུག་སི་བའི་སྐྱིད་ལ་བཞིན་ཡིན་ག་ཨེ་ནས་ཚོད་མ་ལྟ་བ་ཚོགས་ལ་ང་དང་སྐྱེས་སྡད་ཡོང་སྡད་མ་ནོག། འོ་ང་དང་ཨེ་ནས་ཅུ་ལི་ཨ། ཅུ་ལིས་སྡོང་པོ་ཨ་ཅུ་ལིས་ཆགས་ས་བཙོག་ལ། ཨེ་ནས་ཁོ་རང་དེ་ན་རྒྱུ་རྐྱེན་གཅིག་པོ་ཨེ། ང་དང་སྐད་བསྟན་མ་རོགས་ག་ཁྱེད་དང་ང་དང་མི་དང་སེམས་ཅན་ནས་རིགས་པོ་ལ་ཁྱེད་དེ་ན། ཨེ་ན་གཟུགས་ཀྱི་འཕི་ལོག་རྒྱུ་རྐྱེན་པའང་ཚང་གོ་སེར་སྐྱག་ཨེ་ནས་ནང་བསམ་བློས། ཨེ་ནས་ཤེས་སྤེལ་རིགས་རྒྱུ་ནི་སྐྱེ་བ་སྔ་མ་ན་འདིར་ཡོང་སྐ་འཇིག་དང་འདི་ན་སྐྱེ་བ་སྟིང་མ་ཆགས་ཀ་ནི་ང་དང་རྣམ་པར་ཤེས་སྤེལ་རིགས་རྒྱུ་འཇིག་ཉམས་པོ་ཡོང་སྟེ་མི་ནི་མིག་རྡོ་དང་མ་རོགས་སེམས་ཅན་འཇིག་རྡོ་དང་མ་རོགས་ག་ང་དང་མི། ཡང་མིན་ན་དུད་འགྲོ་ཡིན་འགྲོ་སེམས་ཅན་ནི་རིགས་དང་སེམས་ཅན་མ་ཡིན་པའི་རིགས་སི། ཨེ་ནི་ག། འཇིག་རྟེན་འདི་ག་དངོས་པོ་ག་གཟུགས་ཤིག་སྐྱེས་ཟེར་ན་འོ་དེ་དངོས་སྐྱེས་དང་པོ་རྩ་བིག་སོ་སོ་ནོ་ཧ་ལས། ང་དང་ཅི་ཡར་བརྟེན་དགོས་སེ་ཀྱག་ཟེར་ན་ལ་བཟང་ང་འཇི་གར་བརྟེན་དགོས་སེ་ཀྱག། འོ་ལ་སོ་དེ་སྣ་ཚོགས་ལ་ད་ང་དང་སི། ཡང་རྒྱུ་རྐྱེན་མང་པོ་ཞིག་གར་བརྟེན་དགོས་སེ་ཀྱག་སོང་པ་ས་ན་ད་བདག་ས་དེ་ག་ན་ཚིགས་བོད་ཅི་གསུངས་ཟེར་ནོག་ཟེར་ན།

དེ་སྣ་ཚོགས་ལ་ག་རྒྱལ་པོ་ཞིག་ཡིན་ན་ཁོ་རང་གཡོག་པོ་དང་འཁོར་དེ་གཟུགས་མང་པོ་ཡོང་རོགས་དེ་སྣ་ཚོགས་ལ་ང་དང་ད་གྲོངས་པ་འདྲ་མི་འདྲེ་ན་ང་དང་ད་དོར་འདུག་ན་གྲོངས་པ་རེད་ན་ཡུལ་རེད་ན་ང་དང་ཙམ་ཞིག་བསྡུས་ཏེ་ཡོད་ན་ཡང་ཙམ་ཞིག་ང་དང་འཛོམས་ཏེ་ཡོད་ན་ཡང་ཟེར་རོགས་ད། ངན། གྲོངས་པོ། ཡུལ་མི། ཁྱིམ་མཚེས་ཚང་མ་ཙམ་ཞིག་བསྡུས་ཏེ་ཡོད་ན་ཡང་ཟེར་རོགས། ལྷུང་ཆེན་བོས། ཤིང་ལོ་སྤུངས་པ་འདྲ་ཟེར་ཏེ་འདུག་ག་ལས། ཨོ་ལྷུང་ཆེན་པོས། ཨེ་ནས་ཤིང་ལོ་སྤུང་སྤ་འདྲ་ཟེར་ན། ང་དང་ཨི་ཀ་བདག་ས་འཛོམ་བཅས་སྤུ་ཁེ་དེ་ན་ང་དང་སྐྱེ་བ་སྔར་མའི་ལ་ས་དང་སྨོན་ལམ་གྱི་དབང་གིས་འཛོམ་དེ་ནོ། སྤེ་བོར་ན། སྤེགས་བོར་ན། ཨེ་ནས་ག། ང་དང་ཐོ་ར་ཨེ་ནས་སྟོན་ལ། ཨེ་ནས། ལྕང་མ་ནང་བཅུད་ལི་ནང་ཀུ་ཤུ་ནང་དེ་ཚང་མའི་ལོ་མ་ཚང་མ་ཨེ་ནི་ག་བུ་དེ་ཡོང་སྟེ་ཨེ་ནི་སེ་ག་བབས་སྟེ་སྟེང་པོ་ན་ཨེ་ནི་ལྷུང་སྤོ་ཡོང་སྟེ་དེ་ལོ་མ་ཚང་མ་ཁྱེད་དེ་ནང་ཨེ་ནི་འཇག་ག་ཅི་ཡི་ག་བོ་ར་མེད་ཀྱག་ག་ན་ཨེ་ནི་ཀུང་ཀྲོ་ཡོད་ཚ་ཚ་བི་ཁུག་རི་ཡོད་ཚེ་ན་དེ་ལོ་མ་ཚང་མ་ཁྱེད་དེ་ནང་ལྷུང་སྤོ་ཡོང་སྟེ་ཨོ་དེ་ཁུགས་ཁུགས་ཁུགས་ཡ་མེད་ན་ང་དང་ཚ་བི་ས་ཤོང་ཡོད་ཚ་ཡ་མེད་ན་ས་གོར་གོར་ཡོད་ཚ་ས་ཀུང་ཀྲོ་ཡོད་ཚ་རེ་ན་ཚང་མ་རོ་པོ་དེ་ན་སྤུངས་དང་ཀྱག་ཟེར་དེ་ནང།

ཨོ་ལྷུང་སྤོ་ཆེན་མེས་ཤིང་གི་ལོ་མ། སྤྲུལ་ནག་སྤུངས་ཀ་ནང་ཙོགས་ལ་བདག་ས་ང་དང། ཨེ་ནས་དགའ་སྣང་གཅིག་ཡིན་ནང་སྐད་སྟེར་ནང་འདྲ་ཡུལ་གཅིག་ཡིན་ནང་སྐད་སྟེར་ནང་འདྲ་སྤྱོད་ཚོ་གཅིག་ཡིན་ནང་སྐད་སྟེར་ནང་ང་དང་བདག་ས་འདི་ག་འཛོམས་ཀ་འབུ་ཁེ་ད་ནང་ང་དང་རང་ནང་རང་ཚང་མས་སྐྱེ་བ་སྔར་མེད་ལ་ཞིག་ཡིས་ང་དང་འདི་ག་འཛོམས་ཏེ་ནོག་སུངས་སྟེ་ནོག། ཧ་ལས་ད་གཅིག་ན་རི་ལུང་ཀུན་ཏུ་འཐོར། ཧ་ལས་ད་དེ་སྤུངས་སྟེ་འདུག་ཀན་པོ་དེ་ཤིང་གི་ལོ་མ་ནང་དེ་ཚང་མ་ཁྱེར་དེ་ནང་དེ་ནས་ག་ན་སྤུངས་སྟེ་འདུག་ཀན་པོ་ནང་ན་མི་ན་དེ་ནས་ག་འདུག་འདུག་ཨ་ཟེར་ན་འདུག་ཨ་མ་ནོ་ཟེར་དང་ཡང་ཚེར་ཅིག་ཡང་ཏུ་ཞིག་ལྷས་བན་པོ་ཅིག། ཧ་ལས་ཡང་ལྷུངས་པོ་ཡོང་ཐེངས་ཅིག་ག་ཡང་ཏུ་ཞིག་ལྷས་བན་པོ་ཅིག་དེ་ལོ་མ་ཚང་མ་ལྷུངས་པོ་ཁུར་དེ་ཁྱེར་དེ་ཡང་སྒར་ཚ་ག་ལ་རོབ་ཡོགས་སུ་བཏང་སྟེ་མ་ན་གཞིས་ལྷུང་ཚང་མ་ལ་ཁྱབ་བཞུགས་སྟེ་མདོར་དུ་ན་སྒར་ཚ་ག་ལ་ཁུར་དེ་ཁྱེར་དེ། ཨེ་ནི་བོ་ར་མ་ནོ་འོང་ཟེར་ཏེ་ནོ། ད་དེ་ན་ཚོགས་ལ། ང་དང་ཨང་སྐྱེ་བ་སྔར་མེད་ལ་ཞིག་ང་དང་དེ་ག་འཛོམ་སྐྱག། ཨེ་དག་ས་དེ་ག་འཛོམ་དེ་སྟེང་ན་དེ་ནས་ག་ན་ང་དང་གཏན་ཆགས་དེ་ནས་ན་བླུ་ས་ནོ་བ་ཟེར་ན་བླུ་ས་མ་ནོ་ཞག་ཞིག་ན་ཞག་ཞིག་ན་ཡང་ང་དང་ཨེ་དེ་ག་འདུག་ཆ་སི་ལ་སི་པོ་ཚ་རན་པོ་ཅིག། སྨོན་ལམ་པོ་ཚ་རན་པོ་ཅིག་ཡང་དེ་ག་ན་ང་དང་སྐྱེ་བ་སྟེང་མེད་ལ་མ་ལོགས་ཏེ་ཆའོ་སེར་སྐྱག་ཨེ་ནི་འདུག་ཆ་སི་རང་དབང་མེད་སྐྱག་ཟེར་ཏེ་ནོ། འོ་ད་དེ་ཅིས་བཞེས་ཏེ་ཟེར་ན་ལ་སི་ཀི་དབང་གིས་ལ་སི་བཞེས་ཏེ། ཧ་ལས་དར་གཅིག་ན་རི་ལུང་ཀུན་ཏུ་འཐོར། ཨོ་ད་ང་དང་དེ་ག་ན་ཀད་ན། ལུས་ས་མོ་ལོ་མ་མ་ལུས་ཀ་ནང་ཙོག་ལ་ང་དང་ལུས་ས་མ་ནོ། སོང་པ་ས་ན་བདག་ས་ང་དང་སྐྱེ་བ་སྔན་མའི་ལས་དང་སྨོན་ལམ་གྱི་དབང་གིས། ཕ་མ་སྤུན་ཟླ་མིང་སྲིང་ཨ་འཛོམས་དེ་ནང་འདྲ། ཡུལ་མི་ཁྱིམ་བརྩེ་ལ་འཛོམས་དེ་ནང་འདྲ་ངན་གྲུང་པོ་ཨ་འཛོམས་དེ་ནང་ཨོ་དེ་ཚང་མ་ཁྱེད་དེ་ནང། ཨེ་ནས་དགའ། ཤིང་ཡིན་སྟོན་ལ་ཤིང་ཡིན་ལོ་མ་སྤུན་ཀ་ནང་ཙོག་ལ་ལས་ཀྱི་དབང་གིས་ང་དང་འཛོམས་དེ་ནོ་མ་གཏོགས། ང་དང་རང་ནང་རང་རང་དབང་ཡོད་དེ་དེ་ནང་སླེབས་ཏེ་མ་ནོགས་དོགས་དཔེར་ན་ཤིང་གི་ལོ་མ་སྔོན་ཁོ་རང་རང་དབང་ཡོད་དེ་དེ་སྤྲུལ་ནང་སོང་སྟེ་འདུག་སྟེ་མ་ནོགས་དོགས་ལྷུང་སྤོས་ཁྱོངས་ཏེ་སྤུངས་ཏེ་ནོགས་ཟེར་དོགས། ཡང་ཞག་ཕྱི་ཡི་ཞག་ཞིག་ན་དེ་ལོ་མ་ཚང་མ་གྱེས་དེ་ན་ཐོར་ཏེ་རྫ་སངས་མེད་སྐམ་འཆར་བ་ཟེར་དོགས་དེར་ན་ནང་ཙོག་ལ་ང་དང་ཞག་ཕྱི་ཡི་ཞག་ཅིག་ནས་ཡང་ཚང་མ་རང་རང་རང་རང་ཨེ་ཨེ་ཤི་དེ་དགའ་རུ་ཆེད་དགའ་རུ་ཆ་མེད་ཅང་དཔའ་ཐ་མེད་སྐྱགས་ལྷར་མི་འཛོམས་དུས་པའི་ཐ་མ་ཡིན་ཟེར་དོགས། ད་དེ་ག་ན་དག་སའི་ཤིང་ཡིག་ལོ་མ་ཁེད་ན་བཀྲུས་ན་འཛོམས་ཏེ་དག་ས་ན་སྐབས་ཅིག་ད་འཛོམས་ཏེ་ཡོད་སྐྱག་དེ་ན་ཡང་ལྷུང་སྤེགས་ཡོང་ཐེངས་ཤིག་ཨ་ཡང་ལྷུང་རག་ཅིག་ཁུར་ཏེ་ཨ་འོང་ཡོང་བ་ཁྱེད་རན་པོ་ཅིག་དེར་དེའི་ལོ་མ་སྔོན་ད་རུང་ཡང་ཚེ་རྗེས་འཛོམས་བཅས་སའི་སྒོ་སྐབས་ཡོད་སྐྱག་ཨ་ཟེར་ན་རྩ་བ་སྙིང་ན་མེད་སྐྱག་ཨ་ཞོ་ནོག་ཨ་ལས་སླར་ཡང་དེར་ན་བྱ་ཡས་ཀ་དེར་ན་དུས་དེ་དེར་ན་མི་ཚང་མ་ན་དེར་ན་ལོ་མ་ཡང་ཁོ་རང་ལ་ཡང་ཚང་མ་ན་ངན་པོ་འཛོམས་བཅས་ཡོད་སྐྱག་ཨ་ཟེར་ན་མེད་མེད་པ་ནོག་ཟེར་ཐོང་དེ་མེད་ཁན་པོ་ང་ད་ཐོང་ཅིག་ད་ཡོང་ད་བདེན་སྣ་ཚོགས་ལ་ང་ཐང་ང་ཐང་ཚང་མང་ཁེ་དེ་ནང་བདག་ས་ད་ང་ཐང་ཡི་ག་ཕ་མིང་བུ་ཤིང་ཕ་མ་སྤུན་ཟླ་ཡི་གཟུགས་བརྙན་གྲུང་པོ་ཡུལ་མི་ཁྱིམ་མཚེས་ལ་འཛོམས་སྐྱག་ཡང་སྟིང་མ་ད་རུང་ཡང་འདི་ནས་ག་འདི་ན་ཡུལ་བི་ན་འདི་ན་འཇའ་ཡེ་ག་ང་ཐང་རང་ཚང་མ་ཡང་ཚེར་གཅིག་འཛོམས་ཅ་སི་གོ་སྐབས་ཅིག་ཡོད་སྐྱག་ཨ་ཟེ་ན་རྩ་བ་སྙིང་ན་མེད་པ་ནོ་སུང་སྟེ་ནོ། འོ་སོང་པ་ས་ན་ལྷར་མི་འཛོམ། བསྡུས་པས་ཐ་མ་ཡིན། འོ་ལྷར་ཡང་ཡང་འཛོམ་བྱ་མེད་ཀན་ད་ལན། བདག་ས་ང་དང་འདི་ཀ་འཛོམ་ཀན་པོ་བསྡུས་ཀན་པོ་ཁེ་ད་ན་འདི་ན་ཐ་མ་ནོག་མ་ཏོག་ཡིན་འདི་ན་མི་ཚང་མ་ཡང་འདི་ནས་ཀ་མ་ན་འཛོམ་བྱ་མེད་ཀྱག། དཔེར་ན་ཀ་ང་དང་ཀྲོང་པ་གཅིག་ཡིན་ན་ང་ཨ་བ་ལེ་ན་ཨ་མ་ལ་ལ་ཨེ་ནི་ནོ་ནོ་ནོ་མོ་གསུམ་བཞི་སྔེགས་ཡོད་ན། ཨེ་ནི་དེ་ཚང་མ་ཁེ་ད་ན་ཡང་སྐྱེ་བ་སྟིང་མེད་འདི་ན་ཨ་བ་ལེ་ན་ཨ་མ་ལེ་ཨ་ང་དང་ཚང་ཀ་ཕ་མིང་བུ་ཤིང་ལ་སྐྱེ་བྱ་ཡོད་ཀྱག་ཨ་ཟེ་ན་རྩ་བ་གཉིས་ན་མེད་ཀྱག། ད་ལྟའི་སྐར་ན་ཁེར་དེ་ན་ང་ཏང་ཅི་ཧ་གོ་གོ་ཟེར་ཀྱ་ཨ་ཟེར་ན། ཨོ། ད་ལམ་ཙམ་མ་གཏོགས་ང་ཏང་འཛོམས་ཆ་ཟེར་གོ་སྐབས་མེད་པ་ཟ་ན་དེ་ན་གོ་སྐབས་པི་ན་གོ་སྐབས་པོ་བཟང་པོ་བསྣན་ཏེ། ང་ཏང་ཟེར་ནས་གཅིག་ནང་གཅིག་ག་ཐུར་མོ་བཅོས་ཏེ་གཅིག་ནང་གཅིག་ག་ཡ་ཏོ་བཅོས་ཏེ་གཅིག་ནང་གཅིག་ག་རོགས་བཅོས་ཏེ། ཨེ་ནི་ལ་བཟང་པོ་བསགས་ཆ་ཟིག་ཐབས་ལ་བོ་ཟེར་ཏེ་ནོ། འོ་ད་ལ་བཟང་པོ་བསགས་ཏེ་གཅིག་ནང་གཅིག་ཨེ་ནི་བདེན་པ། ཕན་ཚུན་ཧ་ལས་ཨང་བ་ཕན་ཐོགས་སི་ཨང་བ་ཕ་ཐོས་སི་ཡང་སྨོན་ལམ་རེ་བཏབ་ན་སྐྱིད་པ་ད་དེ་ན་ཚང་མ་དང་མཉམ་པོ་འཛོམས་མ་མ་རོག་ཨེ་ནི་རེ་རེ་གཉིས་གཉིས་ཨེ་ནི་ཡང་སྐྱེ་བ་སྟིང་མེག་ཡང་ང་དང་ཡང་ན་ཡང་འཛོམས་བྱ་སི་གོ་སྐབས་ཡོང་སི་ད་ནོག་སོང་སི་ད་ནོག་ད། ད་གསུངས་པ་བསམ་ན་ད་ང་དང་མིའི་ལུས་རྟེན་ཐོབ་སྟེ་འཇིག་རྟེན་འདི་ཀའིནི་ཟམ་གནམ་གཅོད་ཅན་ནི་ང་དང་མི་ལུས་རིན་པོ་ཆེ་ཐོབ་སྟེ་ད་འདིར་ན་འདུག་འདུག་པའི་ཀ་ང་དང་རྫིང་མོ་དང་ཡང་འདུག་གོ་ཞེས་འདུག་ཨ་ཚང་མ་མཐུན་པོ་བཅོས་སྟེ་གཅིག་ན་གཅིག་ག་ཡི་རོགས་བཅོས་སྟེ་རྣམ་དཀར་དགེ་བའི་ལ་ལར་བརྩོན་གོ་ཞེས་འདུག་ད་ང་དང་རང་ན་རང་བསམ་བློ་དང་བཅས་ཟིན་ནོ་ད། ཧ་ལས་གཅིག་ན་ཨང་བ་རྫིག་མོ་དང་ཨིང་བ་རྫིག་མོ་དང། ཨོ་ས་སྐད་མང་ཉུང་ཅིག་ཡོད་དོ་ཟླ་བ་རྫིག་མོ་དང། སྒོ་བྱང་ལག་ཚུགས་ཉུང་ཙེ་ཞིག་གི་ཤིག་ཨ་ལྟོ་རྫིག་མོ་དང། ཨོ་དེ་ནས་ད་ཅིག་ཡ་དཔེ་ནས་ནང་རྒྱུ་ནོར་ལོངས་སྤྱོད་ཉུང་ཙེ་ཞིག་ག་རྫིག་མོ་དང་ཡ་འཇིག་གཅིག་ནང་གཅིག། ཨེ་ནས་ཀོ་ཏི་ནང་ཨ་ཧྲུལ་ཏེ་ཀེས་དང་ཏེ་གཅིག་ནང་གཅིག་ཡེ་ནས་ཨང་བ་ཨིང་བ་ཡམ་དོན་ལ་འདི་ཟུག་ཅོག་གོ་ཤར་འདུག་ཨ། ཡ་ཚང་མ་ཐུན་དེར་དེ་མོ་བཅོས་ཏེ་གཅིག་ནང་གཅིག་གི་ཡ་ལྟོ་བཅོས་ཏེ་རོགས་ཅོག་གོ་ཤར་འདུག། འདི་སྣ་ཚོགས་ལ་ང་དང་ཡུལ་མི་ཁྱིམ་མཚེས་ཞིག་གི་ནང་འདྲ། བརྙན་ཐུང་པོ་ཞིག་ཡིན་ན་ཡང་འདྲ། འོ་ད་ང་དང་གཟའ་ནན་ཅེས་སྒོ་སྐབས་བཟང་པོ་བོ་མ་བསྣན་ན་མི་མི་དགོས་ཤ་ཟེར་སྒོ་སྐབས་ངན་པ་བོ་བསྣན་གན་ང་དང་མ་མང་པོ་ནོག་འོ་དེ་ཚང་མ་ཅི་ནོག་ཟེར་ན་ང་དང་རྨོངས་པའི་དབང་གིས་མ་ཤེས་པའི་དབང་གིས། འོ་ད་འོ་དེ་ཚང་མ་ང་དང་ཤེས་ཤ་ལ་ང་དང་བདེན་པ་རང་ད་རུང་སློབ་སྦྱོང་ནང་པའི་ཆོས་ཀྱི་སློབ་སྦྱོང་གཏིང་རིང་མོ་ཚུགས་པ་ཅོག་གོ་ཤ་ཡོད་གན་པོ་ང་དང་མ་ཁག་ཅ་ནས་ནོག་ད། དེ་མེད་ན་ང་དང་འོ་ཟུག་གི་ད་དག་ས་ང་དང་རྨོངས་གན་པོ་ང་དང་ཧ་གོ་རོག་གོ་བ་མེད་ནུབ་ལ། ཨོ་ཏི་བདེན་པ་དག་ས་ང་དང་དེ་ཤིང་ཡི་སློ་མ་ནང་ལྷུང་སྤོ་ག་གཟུགས་སྤེར་དེ་མོ་བོར་དེ་དུ་ག་དག་ས་ཡི་ཆགས་སྤེ་ངོ་ནི་ན། ཙོགས་ཁོ་རང་འདུ་བ་དང་ང་དང་ཙོགས་ཁོ་རང་འདུ་བ་ལས་སོང་བ་ས་ན་ད་ཨོ་དེ་ག་ན་ང་དང་ཧ་གོ་གོ་ཤ་སྤོ་མ་ཁག་ཅ་ནི་ནོག་སློབ་སྦྱོང་ནན་གོ་ཤ་སྤོ་མ་ཁག་ཅ་ནི་ནོག་ད། སྐྱོ་ད་ལས་ད་དེ་སོང་བ་ས་ན་ཨོ་ད་ང་དང་བདེན་པ་སྡུག་སྡུག་ཚུགས་པ་རང་ཡི་ཕ་མ་ངོ་ནི་ན་ཡང། ཧ་ལས་བསྟན་པ་ཕ་མ་ང་དང་བསྟུར་གྱུར་ན་ཕྱག་སྤེལ་ངོ་ན་བལྟས་བྱུང། ཟླ་བ་ཤར་བ་ཟླ་སྟོད་དེ་ཕ་མ་སྦྱར་བ་ཚེ་སྟོད་དེ་ནི་བྱུང། ཧ་ལས། ཟླ་བ་ཁེར་བལྟས་ན་ཚེ་སྤར་གཅིག་ན་བཅོ་ལྔ་ཚོགས་པ་ཟླ་བར་རྒྱས་ཟིན་རྒྱས་ཟིན་ཅིག་ཆེ་རུ་ཆེ་རུ་ཆེ་འཇིག་ཟླ་བ་ཤར་རིང་ཤར་རིང་འཇིག་འོང་ནོ། ཚེ་སྤར་བཅུ་དྲུག་ན་གནམ་གང་ཚུགས་པ་ཟླ་བ་ཁེར་བལྟས་ན་འགྲིབ་བིན་འགྲིབ་བིན་འཇིག་ཨེ་ནས་ང་དང་རྒུ་སྟེ་རྒུ་སྟེ་རྒུ་སྟེ་བྱ་ནོ། འོ་ད་ཚེ་སྤ་གཅིག་ན་བཅོ་ལྔ་ཚག་པ་ལྡ་བའི་ང་ཏང་རྡོར་དུ་ན་ང་ཏང་ལྡ་བ་ཡར་རྒྱར་ཆ་ཆར་ནང་ལྡ་བ་ང་ཏང་ཐོང་ཆ་སི་གོ་སྐ་པོ་ཁེ་ཏུ་ན་ཉི་མ་རེ་ནང་རེ་རེ་མང་ཨང་མང་ཨང་ཐོང་ཆ་སི་དུ་སྟོད་པོ་ན་མི་ནོག་ཟི་ན་ལྡ་སྟོད་པོ་ནོག་ལྡ་སི་མ་པོ་མེ་ནོག། དེ་ན་ནང་ཙོག་ཟ་ང་ཏང་ཨ་ཕ་མ་འཇལ་ཆ་སི་ཡ་མ་ན་ཕ་མ་ཞབས་ཕྱི་ཞུ་གོ་ཤ་སི་ཕ་མ་རོག་སྤྱོ་གོ་ཤ་སི་གོ་སྐ་པོ་ན་མི་ནོག་ཟི་ན་ང་ཏང་རང་ནང་རང་ཡང་ཚེ་སྟོད་པོ་ནོག་ང་ཏང་ཚེ་སི་མེད་ལ་ང་ཏང་ལོ་ལྔ་བཅུ་དྲུག་ཅུ་ལྷེ་བན་པོ་གཅིག་ཕ་མ་མང་ཆ་ཞུག་ས་མ་ནོག་ད། སོང་བ་སང་ན་ད་ལྟའི་དུས་ཚོད་པོ་སྒོ་སྐབས་བཟང་པོ་བསྣན་ཏེ་བདེན་པ་ཨེ་ཕ་མའི་མདུན་ལ་སོང་ཏེ་ཕ་མ་མཇལ་ཏེ་ཕ་མ་ཞབས་བཞི་བཞུས་ཏེ་ཨེ་ཕ་མ་སྤྱི་སྟོང་རེ་ཕུལ་མཉན་བྱ་གཞིར་ན་བཟའ་རྒྱུ་འཐུང་རྒྱུ་རེ་ངེས་བསྟོད་རྒྱུ་ན་གཞི་དགའ་ང་དང་རང་ནང་རང་ཨང་རྒྱུ་ནོར་ལོངས་སྤྱོད་རྩ་བིག་རྫོ་འབྱོར་དེ་ཡོད་ན་རང་ཨེ་ཕ་མའང་ཕུལ་མ་ཐུབ་ན་དེར་རྒྱུ་ནོར་ལོངས་སྤྱོད་འབྱོར་དཀར་འབོ་ཁེ་དེ་ན་དོན་དག་མ་འགྲུབ་བ་ནོ་ཟེར་ཏེ། འོ་གསུངས་པ་ས་ན་ད་བདེན་པ། སངས་རྒྱས་བཅོམ་ལྡན་འདས་ཁོང་རང་གིས་སངས་ནི་ཕ་མ་དམར་རྩ་བཅད་ནས་གསུངས་སོང་བ་ལས། ཁོང་སངས་རྒྱས་རང་ཉིད་དང། ག་སངས་མངོན་པར་རྫོགས་པ་སངས་རྒྱས་དེ་སྟེང་ན་ཁོང་རང། ཡུམ་སྒྱུ་མ་ལྷ་རྫས་ག་ཞེས་དེ་ན་བཞག་མར་ཁོང་འཁྲུངས་ཏེ་བཞག་མར་བསྡུ་ན་ཏྲོང་སྐྱག། དེ་སྟེང་ན་ཁོང།

འོ་ད་སོང་བ་ཟ་ན་ང་དང་ཚང་མ་འོ་དེ་ཧ་གོ་འཇིག་གོ་འཇིག། འདེབས་ན་ན་མཉམ་པོ་ང་དང་དག་ས་ཕ་མ་མཉམ་པོ་ཡོད་ག་ངོ་ལ། ད་ཕ་མ་རྒྱུན་རིང་པོ་བར་དུ་ང་དང་ན་མཉམ་པོ་བཞུགས་ཤ་ཟ་མ་ནོག་དེ་ང་དང་ཚང་མ་ཧ་གོ་འཇིག་ནོག་འགྲོ་ལ་ང་དང་ཡང་དེ་འོང་ཞིག་ན་པུ་རུབ་ཅིག་ཅོག་གོ་ཤ་ཞིག་ཅང་མེད་ཀྱག། འོ་དེར་ན་ཚོ་ལ་ང་དང་ཕ་མིང་བུ་ཤིང་ཚང་མ་ཁེ་དེ་ན་ང་དང། མ་ན་ང་དང་ན་གཏན་ཆགས་ཤིག་མཉམ་པོ་འཛུགས་འཛོམས་དེ་འདུ་བ་མེད་ནོག་རང་རང་གི་ལ་སི་དབང་གིས་སུ་སྔན་ལ་ཆས་སུ་མགྱོགས་ས་ཤིད་ཅང་ཟེར་ཤེས་ཆ་མེད་ཀྱག་སོང་བ་ཟ་ན་སྡུག་སྡུག་པི་ཀ། རྩ་བའི་མཐུན་པོ་བཅོས་ཏེ་རྩ་བའི་བདེ་མོ་བཅོས་ཏེ་གཅིག་ནང་གཅིག་ག་ཕར་འདོགས་བྱུང་ཡོད་ན་འོ་དོ་ངེད་དང་ཁྱེད་དེ་ན་ལ་བཟང་པའི་རྒྱུ་ཡོད་ནོག་སྐྱེ་བ་སྟིང་མ་ནས་ད་རུང་རྩ་བའི་འཛོམ་བྱ་བྱེད་ན་འཛོམ་བྱ་བྱེད་དགོས་སྐབས་ཡོད་ག་ནི་ལ་སོ་འོ་དོ་ནོག། འོ་ད་དེ་ག་ནི་ང་དང་དེ་འདྲའི་རང་ཡིན་ནི་ཅི་ཧ་གོ་སྟུག་ཟེར་ན་འོ་ད་ཆོས་ཆོས་ཆོས་ཟེར་རན་པོ་ཅིག་ང་དང་དེ་ནི་དགའ། ཨེ་ནས་པད་མ་རྒྱ་ཆེན་མོ་ན་སི་གོ་མ་ན་རྒྱ་ཆེན་མོ་ན་ཅོ་ཅཱ་ཟི་བསམ་བློ་མ་བཏང་ང་འོ་ད་རང་ཉི་མ་གཅིག་གི་ནང་ཆོས་བརྩམས་ཤིག་ཅོ་ངན་ཅེས་འདུག་འོ་དེ་ཚང་མ་ལྟ་སྟེ་ཅོ་བོ་ཤེས་དཔུང་མ་ཁག་ཅན་ནས་རོགས་འོ་ད་ང་དང་ཁ་ན་ཆོས་ཟབ་མོ་མི་འདྲ་མི་འདྲ་ཤ་ད་རོགས་ང་གཅིག་སྤྱོད་པ་ཉོག་སྤྱོད་པ་ཨེ་ནས་ད་མ་ན་མ་ན་རྒྱ་ཆེན་མོ་མང་པོ་ཤ་ད་རོགས་དོན་དག་ངོ་སྤེལ་ན་ཚུལ་ལ་ཨེ་ནས་ཉི་མ་རེ་རེ་ལགས་པ་གི་དེ་ན་ཨ་ན་གཞི་ཡང་མི་རིགས་ཅག་ཤི་ལ་ཞིག་སྤྱོད་ན་གཞན་ལ་ཧྲནོ་ཚེ་དང་གཞན་ལ་ཨེ་ནས་དགའ་ཕན་ཏོག་བཟའ་སང་མེད་ཀ་ན་ཧྲནོ་པ་སྐྱལ་ཅག་ཟི་ལ་སྐྱང་སྤྱོད་འདུག་ན་ཡང་ན་སྔ་ཐོག་སྔ་མོ་འགའ་རེའི་སུ་མི་ཀ་ལངས་ཏེ་བཞི་ཀ་ལངས་ཏེ། ཨོ་ད་དེ་ནི་མི་འདྲ་བྱ་ཆོས་ཟབ་མོ་མ་ནས་སྟོན་ནས་ན་ཡང་མ་ཕ་ན་ནོག་ད། བདེན་པ་མ་ཕ་ན་ནོག། ཨོ་གསུངས་པ་སང་ན་ཆོས་སེམས་ལ་འགྱུར་བ་ཡོངས་ཏེ་ཡོད་ན་རྣམ་སྨིན་ནང་ཆོས་ཟིན་ནོག་ད། བ་ཟིན་ན་འགྲུལ་ཏེ་ཅང་མ་ནི་མ་སྐྱོ་ར་སེམས་ལ་འགྱུར་ཡང་སྐྱེ་ཟིན་ན་ཁོའི་སེམས་ན་བསམ་བློ་ངན་པ་ཁོ་ར་མིན་ནོ་བསམ་བློ་བཟང་པོ་ཁོ་ར་ནོ་དེའོ་ཆོས་ཟིན་ནོ། སེམས་ལ་འགྱུར་བ་ཡོངས་ཏེ་མེད་ན་བ་ཟིན་ན་འདུག་སྟེ་མ་ནི་སྐྱོ་རན་ཅིག་ག་རི་ན་འདུག་སྟེ་མ་ནི་སྐྱོ་རན་ཅིག་ན་སེམས་ནང་ལ་ཡང་མི་དྲན་དགུ་དྲན་དྲན་ནི་འཇིག་ཨ་སྣོད་པ་སྐྱེ་ལེ་འདུག་ཨ་སྣོད་པ་སྐྱེ་ལེ་འདུག་ན་ཆོས་ལ་མ་ཆགས་ནོ་ཁ་ན་མ་ནི་དོན་ནི་སྐྱག་མ་ནི་ཨི་ན་གཟུགས་ཀྱི་དོན་ཅན་གཅིག་པས་ཀ་ཆོས་ལ་ཆགས་ན་ང་དང་ཨ་འུད་ནེ་ཙོ་ཟང་ནི་ཨ་མ་ནི་དོན་འདུག་ང་དང་ཨོ་མ་ནི་བར་མེད་ཟིན་ན་ཁོ་ཟང་ཨོ་མ་ནི་བར་མེད་ཟིན་ན་ནི་ཁོ་ལ་འགལ་བ་ཟ་མེད་ནོ། སྟོན་པ་ཙམ་ཞིག་གི་ཕ་ཡོན་ཅིག་ཡོད་དོན་ཡོད་ཀྱང་མ་གཏོགས་སེམས་ལ་ཁོ་འགྱུར་བ་ཅང་ཁོ་ཧ་མ་གོ་བ་སོགས་བསམ་ན་ང་དང Tape Record དང་ནང་ཙོག་ཟེར་རོགས། ཨོ། སོང་པ་བསམ་ན་ཨེ་ནི་ང་དང་དེ་ཚང་མ་བདེན་པ་ཧ་གོ་གོ་ཤ་སྤོ་མ་ཁག་ཅག་འདུག་ཨ་ལེ། སོང་པ་བསམ་ན་ད་ང་དང་མི་རྟག་པར་བཀྲ་འདི་སྟེང་ན་ད་ང་དང་ཡང་མགོ་སྐར་ཅིག་ཅི་བསམ་བློ་བཏང་གོ་བསྟན་རོགས་ཟེར་ན་བདག་སང་ང་དང་དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཐོབ་བསྟན་རོགས། ཡིན་ནའང་མི་ཡུལ་འཇིག་རྟེན་འདི་ག་སེམས་ཅན་ང་དང་མི་ཡིན་འགྲོ་དུད་རོ་ཡིན་འགྲོ་རང་མ་པ་ལ་ང་དང་ཚང་མ་ལ་རང་རང་དཀའ་ངལ་བར་དོ་རེ་རེ་ཡོད་ཀྱང་ཡིན་ན་ང་དང་མི་ཡ་དེ་དཀའ་ངལ་བར་དོ་སེལ་བྱ་སེ་ནུས་པ་ཆ་ཚང་ཡོད་ཀྱང་ཡིན་ན་ང་དང་སེམས་པ་ཕམ་སྟེ་སེམས་པར་སྒུག་སྟེ་སེམས་པ་ཉམས་སྟེ་སེམས་པ་སྨྲ་ཆགས་སེ་འདུག་གོ་ཞེས་ཅང་མེད་ཀྱང། ཅེས་ཟེར་ན་མགོ་མེད་ཀ་ད་ང་ཏང་ཚང་མར་སྣ་ཚུལ་བཟང་པོ་ཞིག་དང་སྣ་ཚུལ་མ་དྲག་པོ་ཞིག་ནི་ང་ཏང་སྤེ་ར་ཟེར་བྱ་ཡོད་ཀ་འབུམ་མ་དྲག་པོ་ནོ་ད་མི་གཅིག་ནང་གཅིག་ག་སྤེ་ར་ཟེར་ཏེ་ངས་སྤེ་ར་ཟེར་ཨང་འབོ་ཆེ་ངེ་ཞང་ཧ་གོ་ཅེས་ངེ་ཞང་རང་ནང་རང་ཡང་ཨང་དབྱུང་བ་ནང་མིའི་ཕ་མིང་འབུ་ཤིང་ཚང་མ་སྤེ་ར་ཟེར་ཏེ་གཅིག་གིས་ཤཀ་ངལ་བར་དོ་གཅིག་ག་ཤ་དེ་དེ་ཁོས་ཤཀ་ངལ་བར་དོ་ཟེར་བྱ་ལ་ཡང་ཚང་མས་རོགས་བྱོས་བྱ་ཡོད་ཀ་འབུ་ག་དེ་ནང་མི་ཡ་མི་ཡ་མར་གཏོགས་སེ་ནི་དུད་འགྲེལ་བཞིག་ཟེར་ནའང་དེ་མ་ཉུང་ཙེ་ནོ། དུ་རེར་ཞིག་སོང་ན་སྡིག་པ་རིག་མོ་ལ་སྒོ་མ་ད། ཁོ་རང་སྣང་བ་རྩ་བིག་རྩ་བིག་སྤེ་རག་སྒོ་ད་འཕྲོ་ན་འཕྲོ་དེ་འགྲོ་ནས་ང་དང་མི་ནང་བཞིན་འཇིག། ང་བདག་ས་ཚ། ཅིག་གི་ཚ་བཏགས་ཡོང་བ་ནག་པ་ང་བདག་ས་ཨེ་ནི། ཆུ་འཐོར་བ་མི་ནག་པ་ཟིན་འཇིག་ཨི་གཟུགས་སྤེ་རག་ཟེར་ཆ་མིན་བ་ཐ་ན་བཟུང་སྟེ་ཁོ་རང་ས་དཀར་མདུན་ལ་སླེབས་པའི་འཇིག་ད་ང་ས་དུ་ཁའི་ཟིན་འཇིག་ཀུ་ཅོ་དང་སི་ཡང་ཡང་ཁོ་རང་ངོ་ནི་ཡ་ཐོ་ཅོ་ཅར་མིན་བ་ལས་སྡིག་པ་རིག་དབང་མེད་པ་ས་དཀར་ནི་ཡོང་སྟེ་ཤན་པ་ཡོང་སྟེ་མདུན་ལ་ཨེ་ནི་ཐག་པ་ར་དམ་སེ་ཁྲིད་དེ་ཁྱེད་རང་པོ་ཅིག་ཨེ་ནི་ད་ཅུབ་བྱས་ཏེ་མུ་ནུ་ནུ་མུན་ཆ་ཆ་ཞིག་མིན་ནི་ང་ཆ་མེད། ཨེ་ན་ང་ཤི་ངི་མིན་དྲག་ཇུས་ཇུས་པ་ཡ་ཏོ་ཅོ་ཤི་ཨང་ཟེར་ཁ་ནས་སུ་ཅང་ཟེར་ངན་ན་མིན་ནོ་བ་ལེ། ད་ང་དང་མི་ཞིག་ཡིས། དཔེར་ན་ང་དང་མི་ཡུལ་ཅིག་ཡིན་ན་མི། རྒྱ་གཉིས་རྒྱ་ཚོགས་སེ་འདུག་སྟེ་ཡོད་ན་དེ་ན་མི་གཅིག་རྡག་ས་གཡང་དེ་འོང་ཞིག་ན་ཤན་པེག་ཚོགས་ཤིག་ཡོང་སྟེ། ད་རྡག་ས་ས་དང་ཁྲི་དེ་ཁེར་ཨེ་འཛོ་ཁོ་ཀུ་ཅོ་ཀ་ལིང་དང་འབོ་ཅི་གཡང་མི་ཚང་མ། དེ་ཁྲི་དེ་ཁྱོང་ཀ་ནས་མི་ཨེ་ག་ནས་ཁེར་བཅུག་ཁེར་བཅུག་ག་མ་ནོག་པ། ཚང་མ་ཡ་ཏོ་ཅོས་ཏེ་ཨ་ཁོ་སང་ཀུ་ཅོ་དང་ཨ་ནུ་ང་སི་ཁེར་འདུག་ཨི་གཟུགས་ཆུ་ཚང་མ་ཡ་ཏོ་ཅོ་ཞིག་བཟང་པོ་ཚང་མ་བཞུགས་ཏེ་ཡ་ཏོ་ཅོས་ཏེ་ཁོ་གསར་བཅུག་ཨ་མ་རང་སོང་པ་ཟ་ན་ཁོའི་དཀའ་ངལ་བོ་སེལ་ཉན་འདུག་བ་ལས། ད་ཏུ་རུ་སྔོན་ལ་ཨི་གཟུགས་དབང་ཆ་འདུག་བ། ཁ་མེད་ལྕེ་མེད་ཇུས་ཡ་མེད་ཨ་ང་དང་ཨོ་དོན་ནོག་ད་སྡིག་པ་རིགས་ལྡན་པ་ར་ཁ་མེད་ལྕེ་མེད་ཀྲང་ཨི་ནོག་ད། ཨོ་དང་ང་དང་མི་ཡ་ཨོ་དེ་ཚང་མ་ཡོང་བྱས་སི་ཨོ་དེ་ཚང་མ་སྤྱོད་ངན་བྱས་སི་གོ་སྐབས་ཡོད་པ་ཟང་ན་ཨེ་ནི་ང་དང་འཆི་བ་མི་རྟག་པ་ཏྲ་ནིན་ཏྲ་ནིན་ཅིག་དང་ཨོ་ང་རང་ང་དང་རང་ན་རང་དཀའ་ངལ་བར་དུ་སེལ་བྱས་སྤུ་ད་དག་སང་ང་ཏལ་འབྱོར་བརྒྱ་ཏལ་བར་བརྒྱ་དང་འབྱོར་བར་བཅུ་ཚང་སི་མིའི་ལུས་རྟེན་བཟང་པོ་ཐོབ་པ་ཟང་ན་ང་སེམས་པ་རྨ་ཆག་གོ་ཤས་ཅང་མེད་ང་དང་སྤྱོད་བྱས་སི་སི་ཨོ་དེ་ཚང་མ་དཀའ་ངལ་བར་དུ་ཧ་གོས་སི་སེལ་བྱས་སི་ཁེ་ད་ན་ནུས་པ་ཆ་ཚང་འདུག་ཧ་ལ་བསམ་སྟེ་ཨེ་ནི་དགའ་བའང་སྒོམ་དགོ་ཟང་རོགས། ག་བ་གཟུགས་མིན་གཟུགས་མིན་ཅིག་དེ་ག་ན་ཁེལ་ཏེ་ན་ང་དང་སྤྱོད་བྱ་སྲིད་ཐབས་ལ་ཡང་འབད་དགོས་བསམ་མོ། དཔེར་ན་ང་དང་ནི་ག་བཟའ་རྒྱུ་འཐུང་རྒྱུ་མེད་ཀ་ནི་རྩ་བའི་དཀོན་མོ་རེ་ཡོད་ཀ་ནས་ན་སེམས་ཤུགས་ཆགས་སྲིད་འདུག་ཟེར་ཀྱང་ཕ་ན་མ་རོགས། བ་ང་ཅི་བ་སེམས་ཤུགས་ཆགས་ངའི་ལག་པ་གཉིས་ཀ་སྡུག་ངའི་རྐང་པ་གཉིས་ཀ་སྡུག་ངའི་ཉམས་ལྕོག་གཉིས་ཀ་སྡུག་ངའི་ཁ་དེ་འཁྲིགས་འདུག་ངའི་མིག་ན་འཁྲིགས་བདེ་མོ་བྱོས་སུ་འཐུང་འདུག་ང་ང་རང་ཡང་སྤྲོད་པ་བགྲང་བྱ་ཞིག་ང་རང་ཡང་རྒྱུ་ནོར་ལོངས་སྤྱོད་རྒྱ་ལེགས་ཕུན་སུམ་ཚོགས་པའི་བྱ་བྱ་ཞིག། སྤྱོད་ངན་བྱས་སུ་ནུས་པ་ཆ་ཚང་ང་རང་ཡང་འདུག། མི་མང་པོ་ཞིག་གིས་བལྟས་ན་རྐང་པ་བརླག་པ་ཚང་མ་ཆགས་ཏེ་མེད་དེ་འཇལ་ཁོ་རང་སྤྲོད་པ་ཁོ་རང་སྦྲང་བཞུགས་ཚེ་ཁོ་རང་མི་ཚེ་ཁོ་རང་ཡང་དག་པའི་དང་ཕུན་སུམ་ཚོགས་པ་ཞིག་ན་སྐལ་ངན་འདུག་ང་ད་ཁོ་ཨ་སང་བཀྲ་ཨི་གཟུགས་རྐང་བརླག་ནང་འདི་གཟུགས་དབང་པོ་ཚང་མ་འཁྲིགས་ཡོད་དེ་འཇིག་ཨི་གཟུགས་སེལ་མི་ཡན་ཅིག་ཅི་ཡོད་ཀྱག་བསམ་སྟེ་ང་དང་རང་ནང་རང་ཨ་སྤོ་སྤ་ཡར་རྒྱས་སུ་བཏང་སྟེ་འོ་རང་བརླམས་པའི་ཁར་རང་སླེབས་བཅུག་གོ་ཞེས་འོ་ད་ང་དང་འཆི་བ་མིར་བཏགས་པ་བཀྲ་འཛི་རན་པོ་ཅིག་ཨི་ནི་བདག་ས་རང་རང་ཨ་ཡོད་ཀ་ཚང་མ་མི་ཡ་བཏང་སྟེ་ཨི་ནི་ཁྱེད་རང་རི་ཁྲོད་ལ་སོང་ཟེར་ཏེ་སྨྲ་ནོ། རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་སོགས། རྒྱུ་ནོར་ལོངས་སྤྱོད་དེ་དཔེ་ལ་དཀའ་ངལ་བར་དུ་རྒྱོབ། ཧ་ལས་པས་ན་ངས་ཀྱང་ཆགས་ལ་ཟོག་ཕུད་ཤིག་ན་ཆགས་ལ་ཚ་གྲེམ་གྲེམ་བའི་ཁར་སོང་སྟེ་ཨོ་ཕི་སི་ཏན་ཁང་ནང་དེ་ཚང་མ་ཚིར་ཚིར་གྱིས་མནན་སོགས་རང་ཨ་ཕྲུག་སྔོན་ལ་སློབ་སྦྱོང་གཏོང་རང་སློབ་སྦྱོང་གཏོང་ཕ་མ་བསྙེན་སྒྲུང་སྨིན། ནང་མི་ཚང་མ་རོགས་བཅོལ་ཡ་ལྟོ་བཅོལ། ཨོ་ཡིན་ན་ཡང། སྡིག་པ་ནང་འདྲེས་པའི་ལ་སི་མ་བཅོལ། ཧམ་པ་བྱ་སྟེ་རྒྱུ་ནོར་ལོངས་སྤྱོད་མ་བསགས། གཞན་ལ་མགོ་སྐོར་དང་ཟེར་རྫུན་དང་ཟེར་ཕྲ་མ་དང་ཟེར་རྒྱུ་ནོར་ལོངས་སྤྱོད་མ་བསགས་དེ་བས་ནི་རང་ཡང་ཕ་ན་མེ་ནོག་གཞན་ལའང་ཕ་ན་མེ་ནོག་མི་ཡ་སྣོད་དང་ནོག་ཟེར་དོ། ཨོ། གསུངས་པ་བསམ་ན་ད་ང་དང་ཨོ་དེ་ག་ན་ཨེ་ནི་དེ་རིང་ཡི་ག་མཚམས་པོ་རིན་ཨེ་ནི་ཚང་མ་ལ་ཐུགས་རྗེ་ཆེ་རྒྱུ་ལས།